ཆོས་བཞིན་རིན་པོ་ཆེ་དམ་པ་དེས ྋགོང་ས་མཆོག་ལ་ཡར་ཞལ་ཕྱོགས་གནང་བའི་སྐབས་ལ། རྟ་བབས་བྲང་ཡང་ཞིག་དེ་རིགས་དགེ་བཤེས་ཚིག་གི་མེ་ཏོག་ལ་འབྲས་བུ་མེད་པའི་ས་མ་ཡ། དགེ་བཤེས་ཚིག་གི་མེ་ཏོག་ལ་འབྲས་བུ་མེད་པའི་ས་མ་ཡ་ཟེར་ཏེ། དེ་རིགས་སང་ཉིན་གསར་དུ་བཟོས་པ་ཞིག་དེ་ཚིག་དེ་ག་འདྲི་མ་རེད་སྔས་མ་ནས་བོད་ཀྱི་གདན་ས་ཁག་གི་ནང་ལ་ཚིག་དེ་ཡོད་རེད། ཡིན་ན་དེ་དོན་དག་ག་རེ་རེད་ཟེར་ན།

རྩོད་པ་བཅད་དེ་གང་ལ་མཐར་གཏུགས་ན་རང་གི་རྒྱུད་བསྡུ་བའི་ཐབས་ལ་ཡང་འགྲོ་ཡ་གཅིག་ཉིན་རེ་ཉིན་རེ་གང་བཤིན་པ་དེ་ཉིན་རེ་ཉིན་རེ་གང་བསྒྱངས་པ་དེ་ཉིན་རེ་ཉིན་རེ་གང་རྩོད་པ་དེ་དེའི་ཚིག་གི་སེམས་རྒྱུད་བསྡུར་བརྫུ་དུ་འགྲོ་ཡ་དང་ཚིག་འདི་སྣང་གི་འདོད་སྲེད་དང་མངོན་ཞེན་ཆུང་རུ་ཆུང་རུ་འགྲོ་ཡ། ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པ་དག་ཉོན་མོངས་མངོན་གྱུར་བར་བྱེད་དེ་ཇི་བྱུང་བྱས་བྱུང་འགྲོ་འོས་པ་ཡིན་ནམ། ཨཱ་ཐོས་པ་དོན་དུ་དོན་དང་ལྡན་པར་བྱུང་བས་དག་རེད་བ་དུ། ཡིན་གྱི་རེད། ཅེས་དང་དེའི་ཐོག་ལ་ངེས་པར་དུ་ཐོས་བསམ་ལྷུག་བསྙེན་གནང་བཞིན་པའི་སྐབས་ལ་ཡང་ནས་ཡང་དུ་ཉིན་ལན་གསུམ་མཚན་ལན་གསུམ་ཟེར་བ་སུ་རབས་བྱས་ཡང་ནས་ཡང་དུ་རང་གི་རྒྱུད་ལ་ལྟ་དཔྱད་བྱེད་དགོས་ཡ་དང། ཨ་ནི་གང་ཐོས་པའི་དོན་དེ་རང་གི་རིག་པ་བཞི་པོའི་སྒོ་ནས་བརྟགས་ནས་བློས་ངེས་ཤེས་གཉིས་པ་ཆགས་འདུག་གས་པ་ཆགས་མི་འདུག་གས་ངེས་ཤེས་གཉིས་པ་ཆགས་པ་ཡིན་ན་དེ་རྒྱུད་ལ་མི་ཕན་པའི་ཐབས་ཧ་ལམ་མེད་པ་རེད། དེ་མིན་པ་ཡིན་ན་ཐོས་ཆུང་གི་ཤེས་རབ་རྐྱང་པས། རྒྱུ་ལས་ཐབས་མེད་པ་ཡང་དེ་ཕལ་ཆེར་གཏན་འཁེལ་བར་ཞིག་མེད་འགྲོ། བྱས་ཙང་སྔོན་པོ་འོག་མ་ནས་ཐོས་བྱུང་གི་ཤེས་རབ་དེ་གཡར་བའི་ཤེས་རབ་གཞན་ལས་གཡར་བའི་ཤེས་རབ་ཡིན་གསུངས་ཡ་དེ་ལས་གོ་རྒྱུ་ཡོད་རེད་བ། རང་གི་སྐྱ་ལ་ཆགས་ཡོད་མ་རེད་ད། ཇི་ལྟར་འཁྲུལ་བའི་དོན་ལ་རིགས་པ་བཞི། ཉིད་དང་མཚན་དུ་ཚུལ་བཞིན་རབ་བརྟགས་ནས། བསམ་བྱའི་གནས་ལས་བསམ་བྱུང་ཡང་རྣམ་འགྱུར་ལུས་དེ་ཙམ་གྱུར་པར་ཞུ། གང་ཚེ་ཤིན་ཏུ་ཟབ་པའི་ཆོས་ཚུལ་ལ། བསམ་བྱུང་ལུས་ཡིན་ངེས་ཤེས་རྙེད་པའི་ཚེ། ཚེ་འདི་འཁྲི་བ་གཅོད་པའི་ཚུལ་ནས་བྱུང་བ་དེ་ཚུལ་སོ། ཧ་ལས་པས། ཟླ་བའི་སྟེང་ལ་མྱུར་བར་ལེན་པའི་ཚུལ། དཔེ་བཞི་པོ་གཅིག་གིས་གསལ་བོ་བྱས་ནས།

ད་གོང་དུ་ཞུ་བ་ནང་བཞིན། ཐེངས་ཁ་ཤས་ངན་སོང་གི་སྡུག་བསྔལ་ལས་གྲོལ་ནས་མངོན་དུ་གོམས་པ་ཞིག་ཐུབ་པ་ཡིན་ན་ཡང། སྟེང་གི་བཙན་ས་ཟིན་པ་ཅིག་མེད་པ་ཡིན་དུས་སྐབས་ལ་ཡར་ལྷར་ཡང་ངན་འགྲོ་ངན་སོང་མུ་མཐའ་མེད་པའི་གནས་སུ་འགྲོ་དགོས་ཡ་གི་ལམ་ཁ་དེ་ཁྱི་ཤི་བ་བཞིན་བཞག་ཡོད་པ་དེ་ཙམ་དུ་མ་ཟད་པའི། མཐོ་རིས་དགུ་བ་མཐོ་བའི་སྐབས་དེ་ཚོ་ལ་ཡང་སྡུག་བསྔལ་ལས་བདེ་བ་མེད་པ། བསྐོལ་བའི་སྡུག་བསྔལ་དྲུག་དང་བསྐོལ་བའི་སྡུག་བསྔལ་བརྒྱད་དང། བསྐོལ་བའི་སྡུག་བསྔལ་གསུམ་ལ་སོགས་པ་དེ་ཚོ་ལ་བསམས་ནས་གང་ལྟར་ཁམས་གསུམ་འཁོར་བ་འདི་ལས་ཐར་བ་ཅིག་ངེས་པར་བྱེད་འདོད་པས། ངེས་འབྱུང་གི་བསམ་པ་གང་ཐུབ་ཅིག་ཅེས་པའི་ཐབས་ཤེས་བྱེད།

མཐོང། མཐོང་བ་ཙམ་དུ་མ་ཟད་པའི་སེམས་སྡུག་བསྔལ་སྣང་བ་དེ་དག་གིས། དེ་དག་ལ་ཡང་སྡུག་བསྔལ་དེར་དྲན་འདོད་ཀྱི་བློ་ཤུགས་ཆེན་པོ་གཅིག་རང་གི་རྒྱུད་ལ་སྐྱེས་པ་ཡིན་ན། རང་ཉིད་སྡུག་བསྔལ་དེར་དྲན་འདོད་ཀྱི་བློ་ཤུགས་ཆེན་པོ་གཅིག་སྐྱེས་ཡོང་ཡང་སྐབས་ལ་ཡང་ཐར་པ་དོན་གཉིས་ཀྱི་བློ་དེ་ཁོ་རང་བཞིན་གྱིས་ཡོང་བ་ལ་ཅི་རེད། ད་རང་ཉིད་སྡུག་བསྔལ་གྱི་སྣང་བ་དང་མཚུངས་པར་གཞན་སྡུག་བསྔལ་གྱི་སྣང་བ་ལ་མི་བཟོད་པའི་བློ་གཅིག་སླད་སོང་ན།

སྒྲུབ་འདོད་བློ་ཅིག་ལྕི་བ་ཡིན་ན། ད་བསྐྱང་ཆུ་སྒྲུབ་པའི་ཐབས་ག་འདྲས་བྱོས་ཏེ། དེ་ཡང་དང་ཐབས་མགྱོགས་ཤོས་ཐབས་ཟབ་ཤོས་ག་འདྲས་བྱོས་པ་དེ་ལ་ཅི་བྱེད་དགོས་ཨང་དེ་མེད་དུ་མི་རུང་བ་རེད། དེ་འདྲ་ཡིན་དུས་སྐབས་ལ་ཡ། ཨ་ནི། ཐབས་ཟབ་ཤོས་དང་ཐབས་མགྱོགས་ཤོས་ད་རང་གི་བློ་ཡི་ནུས་པའི།

འབུལ་བའི་ལམ་དང་ཉོ་བའི་ལམ་སྣ་ཚོགས་ཀྱི་ཡོད་པ་དེ་གཞུང་ནས་བཤད་པ་རེད་པས་དཔའ་ཆེན་དེ་བས་རང་གི་ལམ་ནས་ཅང་ཏག་ཉོར་འཇོག་བྱེད་ཡག་ཡོད་པའི་ཕྱིར། སྟབས་ཉོར་ལམ་ལ་བསླབ་དགོས་ཡག་གི་འདུན་པ་ཆེ་ཐང་དེས་རང་གི་བརྩོན་འགྲུས་ཀྱི་མ་འབྱོར་བ་བྱས་ནས་ཉོར་ལམ་གྱི་འདུན་པ་ཆེ་བ་མ་ཡིན་པ། སེམས་ཅན་སྡུག་བསྔལ་གྱིས་མནར་བ་དེ་རྒྱུན་རིང་པོའི་བར་དུ། སེལ་མ་ཐུབ་པ་ཡིན་ན། དེ་ལ་མི་བཟོད་པའི་དབང་གིས་མྱུར་ལམ་བསླབ་པ་ཞིག་བྱུང་བ་ཡིན་ན་ལྟ་སྟེ། མྱུར་ལམ་སློབ་བའི་བློ་ཚད་ལྡན་པ་ཞིག་བྱ་དགོས་པ་རེད། ད་ག་འདྲི་གཅིག་མདོ་དང། ཕ་རུ་ཕ་རུ་འབྱིན་པ་དང། གསང་སྔགས་འདུལ་བྱེད་བརྩི་བ་ག་འདྲི་རེ་གཅིག་བསླབ་པ་ཡིན་ནའི། ལམ་མྱུར་བའི་ཟབ་ཁྱད་དེ་ག་ནས་ཐོན་དགོས་ཡོད་རེད་ཅེ་ན།

ས་ཆའི་གཉེན་ཟུར་དུ་མཆིས་ན་ཡང་དེ། སྤྱི་བོ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ཙམ་ལ་བསླབ་པ་ལ་ཡང། ཐོག་མ། བཤེས་གཉེན་བསྟེན་ཚུལ་གྱི་རྣམ་གཞག་དེ། ཚད་ལྡན་པ་གཅིག། དགོས་གོ་ཡོད་པ། གཞི་བཞག་བྱས་ནས། ལམ་གྱི་རྩ་བ་རིག་པར་ཡང། སྟེ་ཞུགས་གཅིག། གནད་འགག་ཆེན་པོ་དང་གོ་རྒྱུ་ཆེན་པོ་རེ་བཏང། ལམ་གྱི་རྩ་བ་སྐྱབས་འགྲོ་ཡིན་གསུངས་ཡོད་མ་རེད། ལམ་གྱི་རྩ་བ་སེམས་བསྐྱེད་ཡིན་གསུངས་ཡོད་མ་རེད། རྩ་བ་ཞེས་པ་དེ་མགོ་བཙུགས་སའམ་ཐོག་མ་གང་ནས་ཤིང་སྡོང་དུ་མ་སོང་ནས་ཤིང་གི་རྩ་བ་རོལ་བ་ཡིན་ན།

ཆོས་ལ་དད་པ་མེད་མཁན་གཅིག་གིས་དབང་བཏང་པ་ཡིན་ན་ཡང། ཡོན་ཏན་དེས་སྟོན་པ་པོ་ཁྱེད་ལ་མ་བསྟན་པ་ཡོང་ཡ་མེད་པ་དེ་གསལ་པོ་ཞིག་རེད། ཆོས་ལུགས་ལ་མ་བསྟན་པའི་བསམ་ཚུལ་གཅིག་གི་ཐོག་ནས་བལྟས་པ་ཡིན་ན་ཡང། ད་ཆོས་ལུགས་ཡོད་མཁན་གྱིས་ཆོས་ལུགས་དེ་ཚོ་གཅིག་གྱུར་རང་རེད། རྒྱ་གར་ལྟ་བུ་ལ་ཆ་མཚོན་པ་ཡིན་ནའི། ཕྱི་ནང་གི་སྡིག་པ་མང་པོ་ཞི་བ་གྱིས། རྣམ་པ་སངས་རྒྱས་པ་ལས་གཞན་པའི། ཕྱི་རོལ་པའི་འབྲུ་དག་མ། ཏོག་གི་སྡེ་ལྔ་ཡང་ན་དུག་གི་སྡེ་དྲུག་ལ་སོགས་པ། ཇི་སྙེད་བརྒྱུད་པ་ཚོ་ཚང་མ་ལོས། དངོས་པོ་གནས་ལུགས་ཀྱི་ལྟ་བའི་ཆ་ནས། བདག་ཡོད་པ་དང་མེད་པའི་ཆ་ནས།

བླ་མ་འདི་ཧ་ཅང་གལ་ཆེན་པོ་ཡིན་པ། དེ་ཡི་ཕྱིར་བ་ཚོས་ཕལ་ཆེར་སྤྱི་རྒྱུད་རབ་བྱེད་རེད། གུ་རུ་བར་མ། Guru Mahesh། བྱས་ནས་ད། རྡོ་ཀུ་ཏི་ང་ཡོངས་སུ་དོར་བས། དཔེར་ན། ཚངས་པ་བ་དང་ཆང་བྱུག་བ་དང་ཨོ་མཚོ་ག་རེ་བྱིན་པས་ནས། བླ་མ་འདི་ཚངས་པའི་ངོ་བོ། བླ་མ་འདི་ཆང་བྱུག་ངོ་བོ། དེ་ནས་བླ་མའི་བཀའ་དྲིན་ལས་ཚངས་པ་བཅོམ་ལྡན་འདས་ཀྱང་ལྷགས་པ། ང་ཚོའི་བླ་མ་སངས་རྒྱས་ངོ་ལབ་པ་ན་བཞིན། ཁོ་རང་ཚོ་གྲུ་ཟ་ཞིམ་པ་འཚོལ་བའི་རང་རང་གི་འདོད་པའི་ལྷའི་ངོ་བོ་དང་དེ་ལས་བཀའ་དྲིན་ལྷགས་པ་འདི་གཅིག་པ་རེད་དྲན་བྱུང། ད་ང་ཚོ་འདས་སྤྱི་བོ་གསུམ་གྱི་ལམ་གྱི་རིམ་པར་བློ་སྦྱངས་པའི་སྐབས་ལས། སྤྱི་བོ་གསུམ་སོ་སོའི་ལམ་མཚན་ཉིད་བར་ལ་ཡང་བློ་སྦྱང་གི་ཡོད་མ་རེད། སྤྱི་བོ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ། སྤྱི་བོ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ། ལམ་གྱི་རིམ་པ་དེས་སྤྱི་བོ་ཆུང་ངུ་དང། སྤྱི་བོ་སྤྱི་བོ་འབྲིང་དང། ཐུན་མོང་བར་ཆགས་ཡོད་པ་རེད། ཡིན་ན་ཡང་རང་ཉིད་ཀྱིས་བློ་སྦྱངས་པའི་ལམ་དེ། ཐོག་མ་ཉིད་ནས་སྤྱི་བོ་ཆེན་པོའི་ལམ། གྱི་སྔོན་འགྲོའི་ཚུལ་དུ་གྲ་སྒྲིག་གི་ཚུལ་དུ་རེད་མ་གཏོགས། སྤྱི་བོ་ཆུང་འབྲིང་གི་ལམ་མཚན་ཉིད་བར་ལ་ཡར་བསླབས་ནས། དེ་ཡིས་མྱོང་བར་བགྱིས་པ་ཙམ་གྱིས་ཨན་བཀྲི་བ་ཅན་བྱ་ཞེས་བྱ་བ་ཡང་མ་རེད། དེ་འདྲ་ཡིན་དུས་སྐབས་ཡ་ཐུན་མོང་བ་ཞེས་པའི་ཚིག་དེ་གིས་གང་ལྟར་རང་གིས་ཉམས་སུ་བླང་རྒྱུར་བྱུས་པའི་ལམ་དེ་སྤྱི་བོ་ཆེན་པོ་དང་ཐུན་མོང་བ་ཡིན་དུས་སྐབས་ལ།

རྒྱང་གྲགས་བརྒྱ་ཐམ་པ་གྱི་ཕ་རོལ་ཏུ་ཡོད་པའི་ས་གནས་གཅིག་ལ་འགྲོ་དགོས་ཡོད་ན། རྒྱང་གྲགས་བཅུ་གྱི་བར་དུ་འགྲོ་མཁན་གྱི་གང་ཟག་དེ་དང། རྒྱང་གྲགས་ཉི་ཤུའི་བར་དུ་འགྲོ་མཁན་གྱི་གང་ཟག་དེ་དང། རྒྱང་གྲགས་བརྒྱ་ཐམ་པའི་བར་དུ་འགྲོ་མཁན་གང་ཟག་སུམ་བརྒྱ་ལ་ལམ་མགོ་འཛུགས་བྱེད་པའི་སྐབས་ལ། བརྒྱ་འདྲ་བཅུ་བར་དུ་འགྲོ་ངན་གྱི་གང་ཟག་དེའི་ལམ་དེ་ནང་ལ་ལ་བརྒྱ་འདྲ་བརྒྱ་ཐམ་པར་འགྲོ་ངན་གང་ཟག་དེའི་འགྲོ་བ་གྱི་རང་བཞིན་གྱི་ཆ་དེ་བར་པ་དེ་ཁྱུང་བརྒྱ་བརྒྱ་གས་ཡོད་མ་རེད། དེ་ནས་བརྒྱ་འདྲ་བཅུ་བར་དུ་འགྲོ་ངན་གྱི་མི་དེའི་རང་གི་ལས་ས་དེ་ལས་འགྲོ་དུས་གར་དགུ་དེ་འགག་འགྲོ་རེད་པ་དེ་བར་དུ་ཉམས་རྟོགས་རེད་མི་གསུང་བརྒྱ་ལ་དེ་ནས་གཅིག།

ད་དུང་བཅུ་དང་ཉི་ཤུ་གི་ལམ་དང་ཐུན་མོང་བ་དེ་འགྲོ་ཟིན་པ་ཞིག་ནས་ད་རང་གི་ཐུན་མོང་མ་ཡིན་པའི་ལམ་དེ་ནི་ཕྱི་ནས་འགྲོ་ཡ་ཅིག་འདུག་བ་དེ་སུ་རབ་བྱེད་ནས། སྤྱི་བོ་ཆུང་འབྲིང་གི་ལམ་གྱི་རིམ་པ་ལ་ཉམས་སུ་ལེན་པ་དེ། སྤྱི་བོ་ཆེན་པོའི་རྒྱུད་སྨིན་པར་བྱ་བའི་ཆེད་དུ། སྤྱི་བོ་ཆེན་པོའི་ལམ་གྱི་རིམ་པ་ལ་ལྷུག་པའི་རྒྱུ་བའི་ཆུ་ལྟ་བུས་ངོ་བོར་བྱས་ནས་བསླབ་དགོས་ཡོད་པ་ཡིན་ཙང་དེ་ལས་ཡང་ཐུན་མོང་བའི་ལམ་གྱི་རིམ་པ་ཟིན་བསླབ་དགོས་ཡ་གི་རྒྱུ་མཚན་དུ་བྱ་བ་དེ་གསལ་པོ་ཤེས་རྒྱུ་རེད། འོན་ཏེ་ན་ཡིན་ཙང་ད་ང་རང་ཚོའི། བྱང་ཆུབ་སེམས་བསྐྱེད་ནས་སངས་རྒྱས་ཀྱི་སྐུ་དབང་བསྒྲུབས་པས། བཅུ་བ་ལ་བསླབ་པའི་མཚམས་དེ་ལ་སླད་གཡག་གི་དོན་དག་ལ། ཐོག་མ། དལ་འབྱོར་དོན་གྱི་སྙིང་ག། འཆི་བ་མེ་སྟག་ལས་རྒྱུ་འབྲས། འོན་ཏེ་འབྲས་ཀྱི་དག་སྐྱེས་བུ་ཆུང་ངུ་དང་ཐུན་མོང་ལམ་གྱི་རིམ་པ་འདི་ཚོ་ལ་བློ་སྦྱངས་ནས། སྐྱེས་བུ་ཆུང་ངུ་གང་ཟག་གཅིག་གིས་ཀྱང་བསླབ་པར་བྱ་བའི་ལམ་གྱི་རིམ་པ་དེ་ཚོ་ལ་ཡང་བློ་སྦྱངས་ནས།

ལས་འབྲས་ཀྱི་རྣམ་གཞག་ཚུལ་བཞིན་དུ་འབེབས་པར་བརྟེན་ནས་ལྕི་བ་ཕྱི་མ་ངལ་གསུམ་དུ་མི་ལྟུང་བས། ཐུགས་ཡིད་གུ་དབང་ཐུགས་ཡག་གི་གདེང་ཚོད་རབ་ཞི་ཉེས་པ་ཡིན་ན་ཡང། དེ་འདྲ་བའི་ཐུགས་ཡིད་གུ་དབང་དེས་ལྕི་བ་འདི་ལ་བསྒྲུབ་པའི་དགེ་བ་ལ་བརྟེན་ནས་འགྲུབ་པ་ཡིན་ན་ཡང། རྗེས་མ་ཐུགས་ཡིད་གུ་དབང་གཞན་པ་ཐོབ་པའི་སྐབས་ལ།

བདེ་འགྲོའི་གོ་འཕང་མུ་མཐུད་ནས་ཐོས་པའི་དབང་དུ་བཏང་ན་ཡང། ཐམས་ཅད་མི་རྟག་པའི་རང་བཞིན། ཐམས་ཅད་སྡུག་བསྔལ་གྱི་རང་བཞིན། བཀའ་ཐང་གུ་མ་མཚོས་རྒྱུན་དུ་གསུང་བ་དེར་འདོད་ཅིང་ལྟ་བ་གསུམ་གྱི་རིགས། གནས་གང་དུ་མཆིས་ཀྱང་སྡུག་བསྔལ་བྱེད་པའི་གནས། གྲོགས་སུ་དམ་འགྲོགས་ཀྱང་སྡུག་བསྔལ་བྱེད་པའི་གྲོགས། ཡུལ་གང་ལ་ལངས་བྱེད་ཀྱང་སྡུག་བསྔལ་བྱེད་པའི་ལོངས་སྤྱོད་ཟེར་ནས། ལྟ་དུས། ཨ་བུ་ཁྱོད་ནས་བཤད་པ་ཅི་གལ་མ་རེད་དངོས་ཡོད་གནས་སྟངས་དེ་འདྲ་ཅི་རེད་བ། འགྲོ་བ་རིའི་རུ་ཁའི་སྤྱི་ནས་ག་འདྲའི་སྤྱི་ལ་སྐྱིད་པ་ཡིན་ན་ཡང། སྡུག་བསྔལ་གསུམ་གྱིས་མ་མནར་བའི་ས་སྐྱིད་ལ་སྐྱི་ཡག་གེ་མེད་པ་རེད། འགྲོ་བ་རིའི་དྲུག་གི་མི་ག་འདྲ་ཞིག་དང་སྐྱིད་འགྲོ་ག་འདྲ་ཞིག་དང་འགྲོགས་པ་ཡིན་ན་ཡང། དེ་ཚོ་ཡང་སྡུག་བསྔལ་ཅན་གྱི་གང་ཟག་ཞིག་ལ་རེད། རང་ཡང་སྡུག་བསྔལ་ཅན་གྱི་སེམས་ཅན་རེད། སྡུག་བསྔལ་ཅན་གྱི་སེམས་ཅན་སྡུག་བསྔལ་ཅན་གྱི་སེམས་ཅན་འགྲོགས་པ་ལ་བརྟེན་ནས།

དེ་འགྱུར་བའི་སྡུག་བསྔལ་ཡིན་བསམ་པ་ཡོད་མ་རེད། ཕལ་ཆེར་དེ་ལ་ཡང་སྲིད་ཞིང་གི་དབང་གིས་འཇུག་བདེ་ཡ་ཅེས་ཡང་རྒྱུ་གཏན་འཁེལ་བར་བྱེད་རེད། དེ་ཡིན་ཙང། བསྐྱར་ལྡབ་བསྐྱར་ལྡབ་ཞུས་པའི་སོ་ར་ཅི་རེད་ད་གང་ལྟར་ང་རང་ཚོ་ཁ་ནས་ལབ་ཡ་དེ་སེམས་ལ་ཚོར་བ་ཅིག་མེད་པ་ཡིན་ན། ཁྱབ་དང་མ་ཁྱབ་གང་ག་ལ། ཞི་བ་ཞི་བའི།